ཇི་ལྟར་ཞིག་ལ་ཡོང་རྒྱུ་མི་འདུག་འོ་དེ་ང་ལྟ་བས་ན་ཡོང་ཡག་མི་འདུག་དེ་བྱེད་དུས་ཇི་ལྟར་འདི་འདྲའི་གཅིག་གིས་ད་ལྟ་རེག་རྒྱུ་ཡང་མ་རེད་པའོ་དེ་བྱེད་དུས་གལ་ཆེ་ཤོས་དེ་དེ་རེད་འདུག་བསམ། སོ་སོར་རྩ་སྟོང་བཅུ་བཞི་དེ་ནང་ནས་གཙོ་བོ་མེད་དམ་ཚིག་སོ་སོར་ནང་རྒྱུ་རྒྱུད་ལ་དཔེར་ན་རྡོ་རྗེའི་སྤུན་ལ་སྐྱོན་བརྗོད་པའི་རྩ་སྟོང་དེ་ཚོ་ང་ཚོ་གོས་མགྱོགས་པོ་རེད་འདུག་འོ་ཉེ་བོ་རེད་འདུག་འོ་དེ་ཚོ་འདྲ་བ་ཅིག་བསམ་མནོ་བཏང་ནས་ད་ཕྱིན་ཆད་ན་ཚོད་ངས་དེ་བས་ནི་མ་བརྟག་པ་རེ་ཞིག་དྲན་ཤེས་ཀྱིས་བསྟན་ནས་དེ་གཅིག་གསུང་གི་ཡིན་བསམ་པ་དོ་སྣང་བྱེད་ཀྱི་ཡིན་བསམ་པ་ཅི་རེད་བ། དེ་ཁོ་ག་ག་རེད་ཟེར་ན་སྔགས་ཀྱི་མྱ་ངན་དེ་ད་ལྟ་གལ་ཆེ་ཤོས་དམ་སྲི་སྲུང་ཡང་དེ་རེད་མ་གཏོགས་ཁྱེད་ཀྱི་སྔགས་འདྲ་ཡང་དེ་མ་རེད་གསུངས་འདུག་ང་ཚོ་ང་ག་ཟེར་དབང་ཞུས་ཚར་ནས་ཕྱི་ཉིན་ནས་བྱེད་ཡག་དེ་ལས་སུ་བྱ་བ་གང་ཡིན་ཞེ་ན་རྩི་བ་གཅིག་བདག་སྐྱེ་འདོད་ཡང་འདྲ་བོ་ད་ཨ་ནི་ག་ཟེར་བསྙེན་པ་བཏང་ཡང་འདྲ་བོ་ཅི་ཡིན་པའི་སྐད་ཆ་བཤད་འོ་རེད་དེ་མ་རེད་ཕྱི་ཉིན་ནས་དོ་སྣང་བྱེད་དགོས་ཡ་ད་ག་རེད་ཟེར་ན་དམ་ཚིག་གི་སྐོར་དེ་རེད་བ་ད་མང་པོ་གཅིག་གི་ད་ད་ད་དོ་སྣང་གནང་དེ་ག་རེད་ད་ཐུན་ཐུང་འདོན་དེ་ག་རེད་བ་ཨོ་དེ་ཐོག་ནས་མ་འང་འདི་འདྲ་བྱས་ནས་ཨ་ནི་རྩ་སྟོང་གི་སྡེ་བ་དེ་ཚོ་གདོན་ཚོང་ལྷམ་ཆ་དེ་ཚོ་ནང་འདུག་བ་ཨོ་དེ་ཚོ་ལོག་ཨོ་དེ་ཚོ་སྟེར་ཟེར་ཐུགས་སྣང་གནང་ན་ད་དེ་ཚོ་དཔེ་གལ་ཆེ་ཤོས་ཆགས་བསྡད་པ་རེད་བ་ཨོ་རེད་ཨོ་དེ་གཅིག་རེད་ད་གཉིས་པའི་ཐོག་ལ་ག་རེ་རེད་ཟེར་ན་རེད་བ། ད་ལྟ་ལོངས་སྤྲོ་བླ་མ་རིན་པོ་ཆེ་ལས་གསུངས་གནང་ལ་ད་ལྟ་དེ། ལུས་ངག་ཡིད་གསུམ་དག་པའི་རྣལ་འབྱོར་དེ་བྱས་ནས་དེའི་འོག་ལ། སྡེ་པ་དེ་མ་བྱས་པའི་པར་རུ་དེ་ལ་དབང་བཞི་བྱིན་རླབས་ཀྱིས་འདུལ་བའོ། དེ་གལ་ཆེན་པོ་བྱ་བ་ད་ང་རང་ཚོས་དབང་ཐོབ་ཟོས་ན་ག་རེ་དགོས་བ་རེད་ཟེར་ན། དབང་གི་བྱིན་རླབས་དེ་མ་ཉམས་པ་ཉར་ཚགས་བྱེད་དུ་གོ་རེ་སེམས་ཀྱི་གདེང་ལ། དེ་དབང་བཞི་བྱིན་རླབས་དབང་གི་བྱིན་རླབས་དེ་མ་ཉམས་པ་ཉར་ཚགས་བྱེད་ཐུབ་པ་ལ་ག་རེ་དགོས་རེ་ཟེར་ན་དབང་གི་ཆུ་བོ་མ།